ཉིས་སྟོང་ཉེར་བརྩན་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་དྲུག་ཉིན་ལོ་ལྔ་ཡི་འཆར་གཞི་ཨང་བཅུ་བཞི་པའི་རྒྱལ་ཁབ་ཀྱི་དཔེ་སྐྲུན་གཙོ་གནད་ལས་གཞི

འབྲེལ་ཐག་ལས་ཚུགས་ཉེན་མཁོ་སྣ་ཚོགས་རྒྱ་སྨན་ལྷོ་དཔོན་ཆེན་མོ་གོ་མགྱོགས་དབུ་འདུས་ཀྱི་གསུང་ཏིག་བཅས་སྡེ་ཚན་ཆེ་བ་བཅུ་དང་དཀར་ཕྱོགས་སྤོས་གསེང་བཅས་མཆན་སྡེ་ཚན་བཅུ་གཅིག་དང་བཞི་ནས་ལེགས་པར་བསྒྲིགས་ཡོད། དེ་རིང་གཞོན་པའི་ཁ་བརྡ་ལེན་ཚེ་ཆེད་དུ་གནས་ཆུང་ལྷ་ས་ལ་བཟུང་ནས་བོད་ཀྱི་གསོ་རིག་ཀུན་བཏུས་ཀྱི་གཙོ་སྒྲིག་པ་དབོན་ཁྲི་ཚེ་རིང་རྡོ་རྗེ་དང་རྒྱ་སྨན་ལྷོ་དཔོན་ཆེན་མོ་གོ་མགྱོགས་དབུ་འདུས་གཉིས་དང་མཉམ་དུ་གསོ་རིག་ཀུན་བཏུས་ཆེན་མོ་བསྡུ་སྒྲིག་དང་རི་མཐོང་གོ་ནས་ཁ་བརྡ་བྱས་རྗེས། གཟིམ་མོ་ལྷས་ཀྱི་སྐུ་ཁམས་བཟང། དུས་ལྟར་བྱམས་པའི་ཁ་བརྡ་ལེན་ཚེ་ལ་གསན་བཞུགས་གནང་བ་དགའ་བསུ་ཞུ། ང་ཚོ་ད་ལྟ་གནས་མཆོག་ལྷ་ས་ལ་ཡོད་པའི་བོད་ལྗོངས་གསོ་རིག་སློབ་གྲྭ་ཆེད་དམིགས་ཚོང་ཁང་ཆེན་མོ་ནང་དུ་ཡོད། ད་དེ་རིང་འདི་ན་བོད་ཀྱི་གསོ་རིག་ཀུན་འདུས་ཆེད་དམིགས་དཔེ་ཚོགས་པོ་འདི་ཉིད་རྒྱ་དུ་དྲུག་གི་བདག་ཉིད་སྤྱད་དེ་འདི་ནས་འགྲེལ་སྤེལ་བྱེད་བཞིན་པ་རེད་ད་དེ་རིང་ང་ཚོས་དགའ་འོས་པ་ཞིག་ལ་དཔེ་མཚོན་འདི་གི་གཙོ་སྒྲིག་པ་དབོན་བཀྲས་ཚེ་རིང་རྡོ་རྗེ་དང་མཉམ་དུ་ད་དེ་གི་སྐོར་ནས་ཁ་བརྡ་ཞིག་བཟོ་གི་ཡིན། བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས། ད་ང་རང་བྱམས་པའི་ཁ་བརྡ་ཡིན་ན་སྔོན་ཆད་ལ་བོ་ལྡོང་དཔེ་མཆེད་ཀྱི་གསུང་འབུམ་དེ་བོ་ལྡི་ཕ་ཤི་རྒྱ་ལ་ཉེ་བ་ཞིག་འགྲེལ་སྤེལ་བྱས་དེ་ཁ་བརྡ་ཅིག་བྱེད་རྒྱུ་བྱུང་སོང་ད་དེའི་རྗེས་སུ་ལ་ཉིས་སྟོང་ཕ་ཤི་ཉི་ཤུ་རྩ་གཅིག་ལོ་ཡིན་ཏེ་གེ་སར་གྱི་གསུམ་པ། བོད་དུ་སུམ་བརྒྱ་ཐམ་པ་ཡོད། རེད་རེད་ལགས། དེའི་སྐོར་ནས་དགེ་ཨང་བཀྲ་ཤིས་ང་ཚོ་གི་མཉམ་དུ་གི་ཁ་བརྡ་བྱ་རྒྱུ་བྱས། དེ་རིང། གནས་མཆོག་ལྷ་ས་ནས་གསོ་རིག་གི་འདི་འདྲིའི་གི་ཀུན་འདུས་ཆེན་པོ་འདི་གི་སྐོར་ལ་ཁ་བརྡ་བྱ་རྒྱུ་བྱུང་བ་དགའ་པོ་བྱུང། ད་དུང་མ། སྤྲུལ་སྐུ་ལགས་ལ་ཐུགས་རྗེ་ཆེ་ཟེར་གྱི་ཡིན། འདི་འདྲིའི་གི་དཔེ་ཚུགས་ཆེན་པོ་ཞིག་གི། ཅི་ཟེར་དགོས་རེད། དཔེ་སྐྲུན་བཟོ་རྒྱུ་གི་ཀུན་སློང་འདྲ་ག་འདྲ་བྱུང་སོང། ལགས་སོ་ལགས་སོ་ད་ཐོག་མར་ཁྱེད་རྣམ་པ། ཐོག་མཐའ་བར་གསུམ་དུ་ང་ལ་རྒྱབ་སྐྱོར་གནང་བ། སྙག་ཐག་པ་ནས་བཀའ་དྲིན་ཆེ་ཞུ་ཡ་ཡིན།

ཁོང་རྣམས་པའི་མཚར་གསོར་བ་རེད། ལགས་སོ། དེའི་རིག་མཛོད་ཆེན་པོ་དེ་མཚར་གསོ་ནི་ནང་ཁུལ་ལྟ་རེ་ད་ཕྱིའི་ད་ནི་བོད་མི་རིགས་ཀྱི་རིག་གནས་ཀྱི་ནང་གི་ད་ནི་ད་གར་ས་གོར་སྤྱིར་བཏང་གི་ཕུན་སུམ་ཚོགས་པ་རེད་དེའི་ནི་ཡང་སྒོས་ཀྱི་ད་དེ་རེ་གསོ་བ་རིག་པ་འདི་ཡོད་ག་ལ། ད་ང་ཚོ་གསོ་བ་རིག་པའི་གཞུང་ལུགས་འདི་ལ་ད་བློ། ཉིས་སྟོང་དགའ་ཉིས་སྟོང་བཅའ་ལྔ་ནི་དཔེ་ཆའི་འཚོལ་སྡུད་དེ་དག་ད་ཉིས་སྟོང་ཉི་ཤུ་རྩ་གསུམ་བར་དུ་ད་འདིའི་ཕྱོགས་ལ་དཀའ་བསླུས་བརྒྱབ་ནི་དེ་མི་སུ་རེད། ལགས་སོ། དེ་ཡིན་ན་ད་ད་རེས་གསོ་རིག་སྐུལ་འདེད་ཆེན་མོ་འདི་བོད་རྒྱའི་གསོ་རིག་སྐུལ་འདེད་ཆེན་མོ་འདི་ལ་མཚོན་ན། འདིའི་དཔེ་ཆ་འཚོལ་སྡུད་ཀྱི་ཕྱོགས་ལ་འདང་བརྒྱབ་ན་ད་ང་བཟོ་བའི་བོད་མདོ་དབུས་ཁམས་གསུམ་དཔེར་ན། སི་ཁྲོན་དང་ནི། ལྷ་ས། མཚོ་སྔོན་ཞིང་ཆེན། ཀན་སུའུ་དེ་མ་ཚི་ཀི་དེ་ནི། པེ་ཅིན། ནང་སོག་ད་དེ་ལ་ཁ་སོག་པའི་ཚོགས་པ། ཏེན་ནི་ཟེ་གོ་ར་ཏེན་ནི་རྒྱ་དང་དྲུག་ཆེན་ར་ཅི་ག་ད་སོང་ནི་པེ་ཅན་ཚོ་དེ་དེ་དེ་མི་ཟེ་རེ། ལྷ་ས། དེ་ལ་མ་ཚི་ཀི་ད་རུང་སྤྱི་སོ་ནི་པེ་ན། འདི་ཨི་ད་ལི་གི་ཤར་ཕྱོགས་རིག་གནས་ཞིབ་འཇུག་ལང་སའི་གོ་རྒྱུ་དེའི་ནང་གི། ད་ང་སོ་ཁོ་བོ་རྒྱ་མཚོ་མཚན་པར་བྱེད་རྒྱུ་དེ་ངོ་མ་ཕར་ཆེ། སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་གི་ནང་ཡར་མར་ཟི་ཕ་ཆིག་ཤི་སོགས་ལ་མི་གི་ཁུར་སོང་དེ་འདྲ་བཞེས་ཚུལ་རེད། དེའི་དཔེར་ཡང་དེ་ལ་སོགས་པ་ད་ཤི་སོགས་ཀྱི་ཡང་དབུ་ཞྭ་མང་བོ་ཟི་ཟིར་འཚོལ་བསྡུ་དེ་དེ་འདྲ་ཡིས་ད་ལྟ་ད་ཕལ་ཆེར་མི་ལོ་ལྔ་དྲུག་ཅིག་གི་རང་ལ་འབའ་ཚུན་ཡིས་ད་ལྟ་ཅིག་ཅིག་ང་སོགས་ཀྱི་ད་ཧི་མ་ལ་ཡའི་རིག་འཛུགས་ཁང་ལ་སྒྲིག་འཛུགས་ཡོད་པའི་ཐོག་ནས་འདི་ལས་དཀའ་ལས་བ་གཉིས་ཆེ་ད་ནི་འདིའི་ཐོག་ལ་ད་མཁས་དབང་མང་བོ་གི་རྒྱབ་སྐྱོར་ཐོབ་ཡོད་པ་གསུམ་ཡིན་ཁ་ཆེ་གི་ད་འདི་ལ་ད་ཤི་དག་གི་རིམ་པའི་དབང་དུ་བཏང་ན་ད་གཅིག་བོད་མདོ་དབུས་ཁམས་གསུམ་གྱི་དེ་ནས་གསོ་རིག་སློབ་གླིང་དང་བོད་ལྗོངས་སྨན་རྩིས་ཁང་མཚོ་སྔོན་གསོ་རིག་ཞིབ་འཇུག་ལམ་མཚོ་སྔོན་གསོ་རིག་སློབ་གྲྭ་ལ་སོགས་པ་གི་དེ་ནས་འབུམ་རམས་པ་མང་པོ་གི་འདི་ལ་ཐོག་མཐའ་བར་གསུམ་དུ་རྒྱབ་སྐྱོར་གནང་ཞུས་དག་གནང་འདི་འདྲའི་ཡི་གེ་དེ་ལྟར་སྔ་སྲོལ་གྱི་ཚད་ལྡན་རང་བཞིན་ཅན་གྱི་གཅིག་དཔེ་ཆ་ཟིག་གི་འཇུག་ཡོད་ཀྱི་བསམ་ནས་རང་ལ་མཚོན་ན་དེའི་སྤོབས་པ་དང་ཡིད་ཆེས་དེ་འདྲ་ཞིག་ཡོད། ལགས་དེ་སོ། ཡིན་ན་ད་ལྟ་རེས་ལོ་ངོ་སྟོང་ལྷག་གི་ལོ་རྒྱུས་ལྡན་པའི་དེ་ནས་གྲོང་ཁྱེར་འདིའི་ནང་གནའ་བོའི་གྲོང་ཁྱེར་འདི་ནས་གི

སྤྱི་བོད་ཀྱི་རིག་གནས་སྤྱི་གི་གཟི་བརྒྱད། ནང་སྒོས་སུ་དེ་ནི་གསོ་བ་རིག་པའི་གཟི་བརྒྱད། དེས་མ་ཚད་ཀྱི་དེ་ནི་གསོ་བ་རིག་པའི་འདི་རིག་གཞུང་ལ་ད་གར་སོགས་ཀྱི་རང་རང་སོ་སོ་གྱི་འབའ་རྩིན་ཡལ་གྱི་ཡོད་ནི་དང་འདིའི་ཕྱོགས་ལ་ད་དགེ་བའི་བཤེས་གཉེན་མང་བོ་ཟིག་གི་དཔེ་ཆགས་འཇོག་གྱི་ན་ང་སོ་གའི་ཀུན་སྦྱོར་དབང་དེ་ལྟ་བུ་ཟིག་མཚོན་ན་ད་ལྷག་ན་ཁུངས་ལྟ་བུ་འདྲ་ཟིག་ད་རེ་ཤར་བཞུགས་དགོས་ཀྱི་འདི་སོ་ང་སོ་ད་རེས་གསོ་བ་རིག་པའི་བོད་ཀྱི་གསོ་རིག་གི་འདི་ཆེན་པོ་དང་སྒྲིག་པའི་ཅིག་རྒྱབ་ལྗོངས་དུ་སྤོབས་པ་མཛད་ན་མི་ཆོག་རྒྱུ་མེད་ནི

རྩོམ་སྒྲིག་གི་ངོས་ནས་བཤད་ན། དེ་རང་ཉིད་ཀྱི་འདིའི་ཐོག་ལ་ལྟ་ཅིག་སྐབས་ལུས་མ་བརྒྱུད་འདིའི་ཐོག་ལ་ཅིག་ཚགས་མ་བརྒྱུད་འདིའི་ཐོག་ལ་ཅིག་འགྲོ་སོང་མ་བཏང་བསམ་གཟུགས་དངོས་ནས་དྲངས་ནས་ཀྱི་མེད་དེ་འགའ་ཅིག་དང་དེ་རང་འདི་གནས་མཆོག་ལྷ་ས་ཀྱི་འདིའི་མཛད་སྒོ་དང་དཔེར་འོས་གང་ཅིག་གི་འདི་ནི་གསོ་རིག་གི་ལྷག་ཡོན་མང་བོ་ཅིག་འདི་ཕེབས་ཐོག་རྣམ་པའི་གཤེགས་ལ་བཞག་ན་ཅིག་ངོ་ཚ་མི་དགོས་པ་དངོས་ནས་ཡིན་དགོས་ཅིག་སྤོབས་པ་སྐྱེ་དགོས་པ་འདི་རིགས་དངོས་ནས་ཡོང་གི་འདུག་དེ་ཡོངས་གཟིགས་ཀྱི་རྒྱུ་མཚན་ཅིར་ཟེར་ན་རང་གི་ལྷག་བསམ་རྣམ་དག་གི་དེ་ནས། བོད་མི་རིགས་ཀྱི་རིག་གནས་འདི་ལ་ཅིག་ཉིན་མཚན་བར་མེད་དུ་འདི་ནས་འདིའི་ཕྱོགས་ལ་འབད་བརྩོན་ཡག་པོ་བྱས་ན་མི་ཆོག་རྒྱུ་མེད་ནི་ཞེས་དགོངས་ན་དེ་རང་བློ་ལྐོག་གྱུར་མ་གྱུར་པའི་ཐོག་ནས་དེ་ཡིན་ན་རང་ཉིད་དུ་ཚོང་ཁ་ཆེ་གཏོང་ངོས་ནས་དྲངས་ནས་ད་རང་གི་ཅིག་གར་སའི་སྒོ་ན་ཡོད་ཚད་ནས་ཡོད་ཚད་བརྫིས་ན་མི་ཆོག་རྒྱུ་མེད་ནི་འདིའི་ཐོག་ལ་ཏང་བཞག་པ་འདི་མ་ཚུགས་ཀྱི་བོད་ཀྱི་རིག་གནས་སྤྱིའི་ཐོག་ལ་ཏང་གི་ཡོད་ནི་དེའི་མུག་རེ་བརྫིས་ན་དེ་མི་ཆོག་རྒྱུ་མེད་ནི།

ང་ཚོ་སུ་འབུ་བྲོག་རི་ཙི་ཙི་འདི་ཚོ་དེ་ད་ཕྱི་སྟོང་ང་ཚོ་གི་མི་སྒེར་ཡིན་ན་འདྲ་ཚོ་པ་ཡིན་ན་འདྲ་སྨན་ཁུང་ཡིན་ན་འདྲ་སློབ་གྲྭ་ཡིན་ན་འདྲ་བོད་སྐད་བཟོ་རྒྱུ་དེ་གལ་ཆེ་པོ་འདུག་ལགས་སོ་ལགས་ད་སོ་འདི་ལགས་འདྲིས་ཀྱི་དཔེ་ཁྲིམས་བཟོ་ཚར་རྗེས་ལ་དེ་ཤེས་ཚུགས་ནོར་མ་བཀྲམ་ཡག་དང་མི་མང་པོ་གི་དེ་འདྲའི་སྟབས་ཐུག་ཡག་དང་མཇལ་ཐུག་ཡག་དེ་གི་ཐད་ནས་ཕྲུ་གུ་ལགས་གི་དགོངས་པ་ན་ག་འདྲ་ཞིག་ཡོད། ད་འདི་དཔེ་ཚོགས་འདི་མོ་ཆེན་པོ་ཟིག་ང་སོ་ཧི་མ་ལ་ཡའི་རིག་འཛུགས་ཁང་གི་དེ་ནས་ཐོག་མཐའ་བར་གསུམ་གྱི་ནི་ད་ལི་མི་ཡོངས་ཀྱི་འབད་བརྩོན་ཡིད་བདག་དང་གཅིག་གི་ཁར་རྒྱ་ཆེ་ས་ནས་བཤད་ན་ད་ཉིས་སྟོང་བཅོ་ལྔ་ནས་བལྟས་ན་ད་ད་ལོ་བར་དུ་བསྒྲིགས་ལོ་ངོ་བརྒྱད་ནས་རེད་ཨ། འོ་དེ་འདྲ་ཅིག་རེད་ད་གཅིག་དངོས་སུ་གི་ད་གསོ་བ་རིག་པའི་གཞུང་ལུགས་འདི་དངོས་སུ་མགོ་བརྩམས་བསྒྲིགས་ན་ད་ལོ་ལྔ་ཚར་ཟིན་འགྲོ་འདུག་དེའི་གང་ལ་འབད་བརྩོན་ཡིན་འདི་བསྒྲིགས་དགོས་ཟིག་གི་ད་རྒྱུ་མཚན་འདི་ཅིར་བརྩིས་ན། ད་གཅིག་འདི་དཔེ་ཚོགས་ཆེན་པོ་གཅིག་འགྲུབ་སོང་ན་འདི་དཔེར་བརྟག་གི་ཡོད་ནི་ཁྲི་ཚ་གདང་གི་དཔེ་ཆ་འགྱུར་སོང་དུས་དེ་ནི་དཔེར་ན་རྒྱལ་ཁབ་དཔེ་མཛོད་ཁང་དང་ནི་དེ་ནི་ཕྱོགས་སོ་སོ་གི་དཔེ་མཛོད་ཁང་ལ་ཕྱོགས་སོ་སོ་ལ་དེ་ནི་ཉར་ཚགས་འཇོག་རྒྱུའི་རིན་ཐང་ཡོད་དེ་གི་དེ་ནི་དཔེ་རྙིང་འདི་གཅིག་ཕྱོགས་ལྷག་འཇོག་མི་དགོས་ནི་དེ་ནི་ཡང་ན་གཅིག་མཐོ་རྒྱུགས་ཀྱིས་འགྲོ་མི་དགོས་ནི་དེའི་དགོས་པ་ཡོད་གཅིག་དེ་དེ་ཡིན། གཉིས་དོན་དུ་གློག་རྡུལ་གྱི་དཔེ་ཆ་ལྟ་དགོས་གཞིའི་རྒྱུ་མཚན་ཆེར་དེ་ནི་མ་འོངས་པར་སྔ་སོར་ཧི་མ་ལ་ཡའི་རིག་མཛོད་ཁང་གི་རིག་པའི་གནས་ཆེན་བཅོ་བརྒྱད་དུ་ཚང་མ་གློག་རྡུལ་གྱི་ལམ་ནས་བཀོད་ནས་ཁ་པར་གྱི་ལམ་ནས་ལྟ་དོ་རྒྱུ་དེའི་གློག་རྡུལ་གྱི་དཔེ་ཆ་དེ་ད་ལྟ་བཟོས་དང་བཟོ་བཞིན་པ་དེ་འདྲ་ཡིན

གཏི་མུག་གི་བླ་མ་སྐྱོ་སྦྱོང་གི་འདུན་པ་ཅིག་འཇོག་ཡོད་ལ། ལ་སོགས། ད་དེ་རིང་སྔ་མོ་མཛད་སྒོ་ལ་སོགས་པ་ཧ་ཅུང་གཟབ་རྒྱན་ཚུགས་ཏེ། ད་དགེ་རྒན་རྣམ་པ། རྒན་པ་མང་པོས་ཀྱང་འདི་མཇུག་མཚན་མཐོན་པོ་ཅིག་བཟོ་ཞུ། ལ་སོགས་ལ་ད་སོགས། ཕྲུ་གུ་ཤེས་རུང་གི་ཕྱིར་ཁུ་བུ་འདྲ་ཅི་ཞིག་མ་ཕུལ་དུ་སོགས་ཞེས་ད་ལྟའི་གི་དུས་སྐབས་འདི་སེམས་ཚོར་གྱིས་བཤད་པ་ཡིན་ན། ཅི་སྐྱིད་པོ་འདྲ་ཞིག་ཨེ་རེད། ལ་སོགས་ལ་སོགས་ད་སྤྱིར་བཏང་གི་དེ་རང་གར་ཙང་ང་རང་གི་འདི་དཔེ་ཟིན་ན་དཔེ་ཆ་འདི་མོ་མང་པོ་ཅིག་བསྒྲིགས་ད་ད། སྐབས་ལས་འདི་མོ་ཟིག་རྒྱབ་དུ་ཡི་དུས་དེ་ན་ཁོང་རྣམ་པའི་གཤེགས་གཟིགས་འཕྲོ་དེའི་མ་ཚིག་གི་སློབ་གླང་འདི་མོ་ཟིག་གི་ནང་གི་སློབ་མ་འདི་མོ་མང་བོ་ཡོད་ས་ཟིག་གི་ཁོང་རྣམ་པའི་ཀློག་པ་པོ་མང་བོ་ཟིག་ཡོད་བཞག་དེ་གི་དངོས་གནས་གི་དྲང་ནས་གི་ཀྱི་གོར་མོ་ཁྲི་ཚོ་མང་བོ་ཟིག་བཤད་བཞག་ནི་དེ་རང་སྐོད་ཆ་འདི་མང་བོ་ཟིག་ཉུང་འཇོག་ཟིན་ད་དངོས་གནས་དེའི་དགའ་ལས་གི་དེ་མོ་ཟིག་རེད། ཡིན་ན་ཡང་ལྟ་འདས་ཀྱི་གར་སེ་དགོས་ན། དེ་རང་གི་དགེ་བའི་བཤེས་གཉེན་འདི་མོ་མང་པོ་ཟིག་གི་གདངས་འཇོག་ཚད་མཐོན་པོ་ཡིས་དེ་ནས་དཔེར་ན། ལྷོ་འཇིམ་པོ་དཀོན་མཆོག་དབང་འདིས་ལྟ་བུ་ཟིག་མཚོན་ན། ད་ཁོང་གི་མི་ཚེ་གང་བོ་ལ་དཔེར་ན་སྲོག་ནི་རྫི་ན་མི་ཆོག་གྱི་མེ་ནི་དཔེར་ཉག་ཚང་མ་འདི་ལ་བཞག་བ་ནི། དེས་ན་ཁོང་གི་དེ་རང་ཚོགས་འདུ་ཡུལ་དངོས་ལ་ཕེབས་པ་འདི་མོ་གི་གདངས་འཇོག་ཡིན་ན་དངོས་ནས་ད་རུང་ཅིག་གར་སའི་སྒོ་ནས།

པ་སུ་དཔེ་སྐྲུན་ཁང་དང་མི་རིགས་དཔེ་སྐྲུན་ཁང་ཁོངས་སུ་མཉམ་རུབ་པའི་བརྡ་དང་འོད་ཀྱི་དཔེར་ཉང་དཀར་ལྕགས་ཆེན་མོ་ཟེར་གཉིས་པོ་དང་ཉི་ཤུ་ཐམ་པ་རྒྱལ་བ་ཤམ་བྱི་རིའི་སྒྲིག་ད་སྒྲིག་ད་ལྟ་སྒྲིག་དང་སྒྲིག་བཞིན་པ་དེ་འདྲ་བཞིན་དུ་ཡིན་དུས་ད་མུ་མཐུད་དུ་ཅིག་ཀློག་པ་པོའི་ཐུགས་འདུན་གང་རྟོགས་རྒྱུ་རེད་བསམ་རྒྱུ་གཏི་མུག་ཞོགས་ནས་འབའ་ཚུན་ཡལ་གི་ཡོད་ལགས། ལགས་སོ་ཐུགས་རྗེ་ཆེ། ད་ལྟ་ང་ནི་ལོ་ངོ་སྟོང་གཅིག་དུ་སུམ་བརྒྱ་ལྷག་གི་ལོ་རྒྱུས་ཡས་དཔེ་གི་གནའ་མཁར་ལྷ་ས་ནས་ཁྱད་པར་དུ་བོད་ལྗོངས་གསོ་རིག་སློབ་གླིང་ནས་ལ་ནི་གསོ་རིག་སྐམ་དུས་ཀྱི་འདི་འདྲའི་འདྲ་དཔེ་གི

བོད་ཀྱི་གསོ་རིག་དགོན་སྡེ་ལ་འཆལ་གཏམ་སྟེ་སྤྱི་རྒྱལ་སྡེ་སུམ་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་ལྷག་དང་ཡིད་དྲུང་དུང་ཕྱེད་གཅིག་དང་ཞལ་བ་གཉིས་ལ་ཉེ་བ། པོད་ཉིས་བརྒྱ་དང་དྲུག་ཡས། གསོ་རིག་ལོ་རྒྱུས་དང་གསོ་རིག་གཞུང་ཡིག་གསོ་རིག་རྒྱལ་བཞི། རྒྱལ་འབྲེལ་ཆ་ལག་སྨན་ཐུང་བྲིས་ཆ་ནད་ཐུང་ཉམས་ཡིག་སྦྱོར་བ་སྨན་སྒྲུབ་ཐ་ལས་ཚུགས་ཉེན་མཁོ་སྣ་ཚོགས་རྒྱ་སྨན་སློབ་དཔོན་ཆེན་མོ་གོ་འཇོ་དབུ་འདུས་ཀྱི་གསུང་ཏིག་བཅས་ལྡན་མཚན་ཆེ་བ་བཅུ་དང་དཀར་ཕྱོགས་པོད་གསུམ་བཅས་མཆན་ལྡན་མཚན་བཅུ་གཅིག་དང་བཞི་ནི་ལེགས་པར་བསྒྲིགས་ཡོད། ལགས་སོ། དེ་རིང་ང་ཚོ་བཀྲ་ཤིས་བོད་ཀྱི་ཉི་མ་འདི་ལ་བོད་ལྗོངས་གསོ་རིག་སློབ་གྲྭ་ཆེན་མོ་གི་ནང་ནས་ང་ཚོས་འགའ་ཞིག་གིས་པའི་སྒེར་གང་མགྱོགས་དབུ་འདེད་ལ་འཇགས་ཏེ། འདི་ནི་རྒྱལ་མཚན་གོ་ཐོས་ཡིན་ན། ད་ལོ་གི་གསོ་རིག་གི་རྐུབ་འདེགས་ཀྱི་དཔེ་ཆ་བོད་ལྡི་ཉིས་བརྒྱ་དང་དྲུག་གི་བདག་ཉིད་ཅན་འདི་གི་ནང་ལ་སྒེར་གང་མགྱོགས་དབུ་འདེད་ཀྱི་བོད་ལྡི་དྲུག་ཡོད་རེད་གསུང་གི་འདུག་དེ་རིང་སྒེར་ལགས་ཀྱིས་དེའི་སྐོར་ནས་སྐད་ཆ་ཉུང་ཉུང་ཞིག་ཞབས་བརྡ་ཉུང་ཉུང་ཞིག་གསུང་རོགས་ཞུ་རིགས་གལ། ལགས་སོ།

ངའི་ཆེད་ཀྱི་དེ་མེས་པོ་གོང་མ་དེ་ཚོགས་ཀྱི་དཔེ་རྙིང་དེ་ཚོ་དེ་ནས་ད་བསྟན་པ་ནུབ་ལྡོག་ཡོད་རེད་དེ་ཚོ་མཛད་ན་ཡག་རེད་དེ་ནས་ང་གི་དེ་ད་ང་ནི་མཁས་པ་དེ་འདྲ་མ་རེད་དེ་ད་ང་འུ་ཐུག་ནས་ད་ག་རེ་འུ་ཐུག་ཟེར་ན་ད་དེ་བོད་ཀྱི་གསོ་བ་རིག་པ་ཀྱི་བསྟན་འཛིན་གྱི་སྐྱེས་བུ་ཆེན་པོ་དེ་ཚོ་དགོངས་པ་ཞི་བ་ལས་བཤད་ཚར་དེ་ནས་ད་ལྟ་ཆུང་བ་དེ་ཚོགས་ཀྱི་རྒྱའི་ཡག་པོ་ཀྱི་སེམས་མེད་དོ

ལོ་གསར་ལྷའི་སྡོང་པོ་བ་དེ་དང་མ་འོངས་པར་མི་རབས་རྗེས་མ་གི་དེ་ལ་དེ་ཚོ་ལ་བོད་ཀྱི་གསོ་བ་རིག་པ་གི་བསྟན་པ་གཏད་ཚེ་ཕན་མི་ཡོང་བསམ་ནས་ཨན་དེ་འདྲའི་ངའི་བ་སྲིན་དེ་ཚོ་ལ་དེ་སློབ་ཚན་ཁྲིད་ཡིག་བ་སྲིན་འདྲ་པོ་དང་ད་དེ་ཚོ་བ་རོ་ན་ཚ་ན་བསྡད་ནས་དེ་ནས་བ་སྲིན་དེ་ཚོ་ལ་དེ་གཏད་ཚེ་ཁྲིད་བདེ་བ་དེ་འདྲའི་བོད་དུ་གྲུག་ཟེར་གྱི་འདུག་ལགས། ད་དེ། ཁོང་ལ་ངས་ད་སྔའི་དེ་མ་བཞག་ཁྱེད་ཀྱི་གཞན་མ་ཐམས་ཅད་དེ་དཔེ་སྐྲུན་བྱེད་མཁས་པ་གསེར་རིན་ཕྲེང་བ་འདྲ་དག་བོད་ལ་དེ་ནས་གནམ་གྱི་ས་བཀབ་པ་ལྟ་བུ་དེ་འདྲའི་ས་ཡི་རྩི་ཏོག་དང་གྲོང་མཉམ་པ་ལྟ་བུ་བསྟན་འཛིན་གྱི་བྱེད་པོ་མཁས་གྲུབ་གཉིས་ལྡན་གྱི་མོ་པོ་ཕལ་ཡོད་རེད་དེ་ཚོ་གི་གསུང་འབུམ་དེ་ཚོ་ད་ཉམས་མདོག་ཆེ་མདོག་ད་དེ་དོག་པ་ཆེན་པོ་འདུག་དེ་ཚོ་ལ་ཁྱེད་ཀྱིས་དཔེ་སྐྲུན་བྱེད་ཐུབ་ན། དེ་ང་འདྲ་པོ་དེ་ཚོ་དེ་ནི་མང་པོ་ཡོད་ལེ་རེད་ད་དེ་ཚོ་དེ་ཚོ་ཆེད་བཀའ་ལན་འདྲ་པོ་བརྗེ་མི་དགོས་དོ་དེ་ངེད་ཀྱི་དེ་ཚད་ལྡན་དཔེ་ཆ་མ་རེད་དེ་ནི་ང་རང་ཚོ་དཔེ་སྐྲུན་བྱེད་ཡ་དེ་ཚོ་ཚད་ལྡན་དཔེ་ཆ་རྙིང་པ་དེ་འདྲ་དཔེ་སྐྲུན་བྱེད་ན་ཡག་རེད་དེ་དེ་འདྲའི་ཞུ་ཡིན་ད་གང་གི་ཡིན་གྱི་མི་ཉན་ད་དཔེ་སྐྲུན་བྱེད་དགོས་ས་དེ་ནས་དེ་འདྲའི་གསུངས་འདུག་དེ་ནས་ངས་གངས་རིའི་ངོ་གདོང་མ་གཏོགས་གངས་རིའི་གི་དེ་དགོངས་བརྗོད་དུ་ཁྱེར་ཟེར་ན་ཡུལ་གངས་ཅན་པ་གི་གསོ་བ་རིག་པ་གི་གཞུང་དང་ལག་ལེན་དེ་བཞིན་དུ་ང་རང་ཚོ་བོད་མི་རིགས་ལ་ཡོད་པའི་བཅུ་ཕྲག་རིག་པའི་གནས་ཐམས་ཅད་དེ་ཉམས་པ་སོ་སྐྱེ་མི་ཉམས་གོང་འཕེལ་ཆེད་དུ་གོང་རིམ་ཀོ་ལེ་གོ་རྒྱུའི་མཛད་ཡོད་རེད་དེ་དེ་འདྲ་ཡིན་དུས་ང་གི་མིང་གསལ་ན་དེ་ནས་ངོ་ཚ་དགོས་རེད། ཉམས་པ་སོ་སྐྱེ་རྡོ་རྗེ་ཅན་རེད།

སྨན་རྩིས་མཁན་ཝུན་ཆན་ར་ནོར་བུ། འཁྱོག་རུ་མཁན་ཆེན་ཚེ་རིང་རྣམ་རྒྱལ་ལ་སོགས་པ། བོད་གངས་ཅན་ལྗོངས་ཀྱི་བསྟན་འཛིན་གྱི་གཤེད་པོ་མོ་པོ་ཀ་བ་བརྒྱ་ཕྲག་ཆེད་དུ་བསད་ནས་བཟུང་ཡོད་པ་དེ་འདྲ་ཅིག་རེད། དེ་ང་རང་ཚོ་མི་རིགས་དེ་གི་ནོར་བུ་རེད། ད་བསམ་ན་ཕ་རྒྱ་ཆེན་པོ་སྐྱོང་ན་རྒྱལ་ཁབ་དེ་གི་ནོར་བུ་རེད། དེ་ཡིན་དུས་ད་དེ་ཚོ་ཀྱི་དུས་ཀྱི་འགྱུར་བ་གི་དེ་སྔ་མང་པོ་ཀྱི་ཉམས་རྒུད་འགྲོ་ཚར་ད་རུང་ང་རང་ཚོ་ཉམས་པ་སོགས་ཀྱིས་མི་ཉམས་གོང་འཕེལ་རྒྱལ་ཁབ་ཀྱི་ད་ལྟ་སྲིད་བྱུས་བཟང་པོ་དེ་འདྲ་གྱི་སྒོ་ལས་ད་དེ་ཚོ་སྐྱེས་མ་ཐུབ་ཡིན་ན་མ་འོངས་པ་ལས་མི་རབས་རྗེས་མ་དེ་ཚོ་ལ་དེ་ང་ཚོའི་མི་རིགས་དེ་གྱོང་གུན་ཆེན་པོ་ཆེ་རེད། ད་རེས་དེ་ཧི་མ་ལ་ཡའི་རི་འཛོགས་ཚོགས་པ་དང་ཟི་ཁྲོན་མི་རིགས་དཔེ་སྐྲུན་ཚོགས་པ་དེ་གཉིས་ཀྱིས་མཉམ་གཉེར་བྱས་ནས་དཔེ་ཚོགས་དེ་དེ་འདྲ་གྱི་གླེགས་བམ་ཉིས་བརྒྱ་དང་བཅུ་མེད་དྲུག་གི་བདག་ཉིད་ཅན་དེ་ལྟ་བུ་ཅིག་དཔེ་སྐྲུན་བྱེད་ཐུབ་པ་དེ་ནི་ངས་བལྟས་ན།

འབད་པ་ཀ། རྒྱལ་གྲོགས་ཆེད་དུ་བསད་ནས་འབད་པ་ཆེ་བསད་བྱས་ནས་བཙོང་རྒྱག་བ་རིག་དངོས་ནོར་བུའི་བང་མཛོད་དེ་ཚོ་ཉམས་པ་སོགས་རྒྱུ་དང་མི་ཉམས་གོང་འཕེལ་ད་ལྟ་ཏང་གི་སྲིད་ཇུས་བཟང་པོ་འདིའི་འོག་ཏུ་དེ་བྱེད་ཐུབ་རྒྱུ་དེ་ང་ཚོའི་རླབས་ཆེན་གྱི་བྱ་བཞག་ཅིག་ཡིན་དེ་ངོ་གནོང་མི་དགོས་པ་ཅིག་དེ་ཡིན་དུས་ང་ཚོ་དེ་ཧ་ལས་དགའ་པོ་ང་འདྲ་བའི་རྒད་པོ་ང་འདྲ་བའི་ཁྱེད་ཚོ་ནི་བཤད་ན་ད།

འདི་འདྲ་བའི་གི་གྲུབ་འབྲས་ཆེན་པོ་ད་གེ་ལ་གི་མ་དགོངས་པ་ལོ་ཆུང་ཆུང་གི་སྨན་པ་ཚོ་འདུག་བོད་ཀྱི་གསོ་བ་རིག་པ་རྒྱུན་འཛིན་བྱེད་མཁན་རེ་བ་ཆེ་ཤོས་ན་ག་འདྲི་འདུག་དུས་རྒྱུན་གེ་ལ། ད་དེ་ང་གི་རེ་བ་ཆེ་ཤོས་དེ་ཆི་རེད་ཟེར་ན། སྡེ་སྲིད་སངས་རྒྱས་བྱམས་སོགས་ཀྱི་ཀྱིས་གསུངས་འདུག། ལགས་སོ་ཅི། ཁོ་རང་གི་མན་ངག་ལེན་སྟབས་སེ་མེ་ཏོག་གི་ལག་ལེན་དེ་འདྲ་ཅི་རེད་ལ། དེའི་ཐོག་ལ་ཀྱིས་གསུངས་འདུག་ཁོང་གི།

འདི་འདྲའི་ཀྱི་ཆེད་ཐོག་ན། དེ་ནི་བུ་དེ་གི་གོ་ཆ་བ། ལ་སོ་གི། དེ་གི་ད་དེ་འདྲའི་ཀྱི་ཆེད་མ་ཐོག་ན། ཨ་ནི་ང་རང་ཚོ་གོ་མ་ཆོག་བས། ལ་སོ་གི། ཨ་ནི་ང་རང་ཚོ་དགེ་རྒན་ཚོ་གི། མ་ཤེས་པ་དེ་ཚོ་ད་ལྟ་ལྷ་བའི་དུས་སྐབས། ལ་སོ་གི། མན་ངག་བརྒྱུད་པ་དེ་ཚོ་མ་སྐྱེས་པའི་ཆོས་སྐྱེས་ཀྱི་དཀྱིལ་བརྒྱུད་པ་དེ། དེ་སྔ་རྗེ་བཙུན་གཡུ་ཐོག་པ་ས་གཉིས་གཉིས་བྱུང་སོ་གཉིས་ལ་སོགས་པ་དེ་འདྲའི།